བཀྲ་ཤིས་བདེ་ལེགས། དེ་ནི་དེ་རིང་ང་ཚོ་ཤེས་བྱ་དགུན་ཆར་མཛོད་རྩ་བ། སློབ་ཚན་ཞེ་བདུན་པ། དཔའ་མཆན་དང་བསྟོད་འདུལ་གྱི་སྡོམ་རྒྱུན་ཟེར་བ་འདིའི་སྐོར་ལ་འགྲེལ་བཤད་མདོར་བསྡུས་ཤིག་བྱ་བས་ཡིན། སྤྱིར་བཏང་བོད་ལ་འདུལ་བའི་སྡོམ་རྒྱུན་གསུམ་ཡོད་པ་རེད། དེའི་ནང་ནས་གཅིག་ལ་སྨན་རྡུལ་གྱི་སྡོམ་རྒྱུན་དང་གཅིག་ལ་བད་ཆེན་གྱི་སྡོམ་རྒྱུན། གཅིག་ལ་དུད་འདུལ་ཟེར། ཨོ་དེ་འདྲ་གསུམ་ཡོད་པ་རེད། དེའི་ནང་ནས་སྨན་རྡུལ་ཟེར་བ་དེ་སྒང་དུ་བཤད་ཚར་བ་རེད་སྨན་རྡུལ་གྱི་སྡོམ་རྒྱུན་དང། མཁན་ཆེན་ཞི་བ་འཚོ་གའི་སྡོམ་རྒྱུན་དེ་དོན་དག་གཅིག་པ་རེད། དེ་ནས་སྨན་རྡུལ་གྱི་སྡོམ་རྒྱུན་དེ་ལ་བསྟན་པ་སྔ་དར་གྱི་སྐབས་དང་ཕྱི་དར་གྱི་སྐབས་གཉིས་ཡོད་པ། ཉེས་ཆད་བཤད་ཚར་བ་རེད། ཨ་ནི་བསྟན་པ་ཇི་ལྟར་གྱི་སྐབས་འདི་ལ། སྨན་དུག་ལས་གཞན་པའི་སྡོམ་རྒྱུན་གཞན་པ་གཉིས་དར་བ་རེད། གཅིག་སྟེ་པཎ་ཆེན་ཞག་བཅར་ཤེས་རིག་གི་སྡོམ་རྒྱུན་དང། པཱ་ལགས་རྣམ་གསུམ་གྱི་སྡོམ་རྒྱུན། དེ་གཉིས་རེད། དེ་ནི་པཱ་ལགས་རྣམ་གསུམ་གྱི་སྡོམ་རྒྱུན་དེ་ལ། ལྟོས་འདུལ་ཀྱང་ཟེར་གྱི་ཡོད་པ་རེད། ཨ་ནེ་དཔའ་ཆེན་ལྷོ་མ་དཔའ་མཚན་རྣམ་གཉིས་ཀྱིས། སྡོམ་པའི་རྒྱུན་བཅས་ད་ལྟའི་བར་དུ་བསྟར། རྩ་བ་དེ་འདྲ་ཞིག་སོང་བ་རེད། དེའི་དོན་དག་མདོར་བསྡུ་བ་ཡིན་ན། ཁ་ཆེའི་དཔའ་ཆེན་ཤཱཀ་ཆ་ཤེས་རིག་གི་ལྷོ་མ། དཔལ་གྱི་མཚན་ཅན་གཉིས། བྱང་ཆུབ་དཔལ་དང་རྡོ་རྗེ་དཔལ་ཟེར་གི་རེད་ཁེར་སྐལ་བྱང་ཆུབ་དཔལ་དང་གཙང་པ་རྡོ་རྗེ་དཔལ། འང། དེ་ཉིད་དཔལ་གྱི་མཚན་ཅན་རྣམ་པ་གཉིས་ཀྱི་སྡོམ་རྒྱུན་དེ་ཡང་ད་ལྟའི་བར་དུ་གནས་པ་ཡིན། ད་ལྟའི་བར་དུ་དར་བ་ཡིན། གང་ལྟར་པཎ་ཆེན་ཤཱཀྱ་ཤྲཱི་རི་ནས་བརྒྱུད་པའི་སྡོམ་རྒྱུན་དེ་ལ་པཎ་ཆེན་སྡོམ་རྒྱུན་ཞེས་ལབ་ཀྱི་ཡོད་པ་རེད། སྡོམ་རྒྱུན་དེ་ཧ་ཅང་ཤུགས་ཆེན་པོ་རེད། བོད་ཀྱི་གྲུབ་མཐའ་ཁག་གི་ནང་དུ་དམར་འདུལ་གྱི་སྡོམ་རྒྱུན་དང། པཎ་ཆེན་ཤཱཀ་ཆ་ཞེ་རེ་ནས་བརྒྱུད་པའི་སྡོམ་རྒྱུན། འདི་གཉིས་ཤུགས་ཆེ་ཤོས་ཆགས་བསྡད་ཡོད་པ་རེད། འོ་དེ་འདྲ་ཅིག་རེད།